བསྒྲགས། མིང་ཚིག་ཙམ་བྱེད། ད་གང་ལྟར་ཡང་གང་ལྟར་བཀར་བཏགས་པ་སོན་ཁྲིམས་བསྒྲགས་པ་སོས་རྒྱལ་པོས་དམག། གསལ་བསྒྲགས་བྱས་པ་འདྲ་བ་དག་ཁྲིམས་བཅས་པ་ཁྲིམས་བཅས་པ་སོས་འདི་བྱེད་ཆོག་གི་གདའ་འདི་བྱེད་ཆོག་གི་མར་གདའ་ཟེར། ཡང་མིན་ན། ནི་ཁྱེད་རང་ཚོ་མང་ཚོགས་ཚོའི་ནང་ལ་ཨ་ནི་ལས་ཀ་དེ་འདྲས་ཅིག་བྱེད་ཐུབ་ན་ངས་དམག་དཔོན་ལ་བསྐོས་གི་ཡིན་གདའ་ཟེར་ཡག་འདྲ་བོ་གདའ། འོ་ད་ག་ནང་བཞིན་ཨ་ནི། མི་ཁ་ཁེ་མོ་གཅིག་གིས་ཨ་ནི་བྱས་རྗེས་དེ་འདྲའི་རྒྱལ་ཁབ་ལ་བྱས་རྗེས་དེ་འདྲའི་བྱས་སོང་ན་ཨ་ནི་ངའི་གར་ས་དེ་ངས་ཨ་ནི་རྒྱལ་སྲིད་ཆེ་ཁ་སྤྲད་དེའི་སྒང་ལ་བུ་མོ་ཡང་མནའ་མ་ལ་སྤྲད་གི་ཡིན་ད་ད་ད་དེ་འདྲའི་གསལ་བསྒྲགས་བྱས་འདི་ཡོད་རེད་བ་ཨོ་དེ་ཚོ་ལ་ཨ་ནི་རྒྱལ་པོས་བཀར་བཏགས་བ་ལབ་ནས་ཨོ་དེ་ཤི་རྒྱབ་ཡོང་གི་འདུག་བ་ཨོ་དཔེར་ན་འདི་འདྲས་བྱུང་གི་འདུག་བ་གའི་གར་ས་དེ་བཀའ་བསྟན་གི་ནང་ལ། གལ་སྲིད་ཨ་ནེ་རྒྱལ་པོ་ཟླ་འོད་སེ་ཡ་ཅིག་ཡོད་རེད་བསྟན་རྒྱུ་ན་ལ་རྒྱལ་པོ་ཟླ་འོད་སེ་ཡ་དེ་གི་མགོ་བཅད་ཐུབ་ན་ལབ་ཅི་ད་ཁོ་ར་རྒྱལ་པོ་གཅིག་གི་རྒྱལ་པོ་གཞན་པ་དེ་འདྲ་རེད་ད་རྒྱལ་པོ་ཟླ་འོད་སེ་ཡ་དེ་བྱས་ཙང་རྒྱལ་པོ་རྒྱལ་པོ་ཟླ་འོད་ཀྱི་མགོ་དེ་མགོ་བཅད་དེ་འོང་ན་མགོ་བཅད་བཅད་ཡོང་སོང་ན་ཨན་དེ་ལ་ངས་དེ་ལ་རྒྱལ་སྲིད་གི་ཆེད་ད་བུ་མོ་ཡང་ཆུང་མར་སྦྱིན་ཅེས་བཀར་བཏགས་སོ་ལབ་ཅི་བྱས་འོ་ད་དེ་སང་གསལ་བར་གྲགས་སོ་ཡང་ན་དྲིལ་གྲགས་སོ་ཟེར་ཡ་འདྲེ་ཡོང་གི་རེད་བ་སྔན་མ་སྐབས་འགའ་ཤས་ལ་དྲིལ་གྲགས་སོ་དྲིལ་གྲགས་བྱས་སོ་ཟེར་འདྲེ། འོ་ད་འདི་འདྲ་བོ་བྱས་ནས། གདུགས་སུ་ལབ་བཞག་སྐྱོན་འགྲོ་བལྟ། བདག་ན་ཤི་ཡང་བོ་དེ་ཡོང་གདུགས་རྒྱལ་པོས་བློན་པོ་ལ་བཀར་བཏགས་ཏེ། སུས། སུ་དམ་པའི་ཆོས་བདག་ལ་སྟོན་ནུས་པ། སྟོན་ན། ཅི་འདོད་པ་སྦྱིན་ནོ་ཟེར། ཨ་ནི་གང་ཟག་སུས་ཀྱིས་ང་ལ་ཡང་དམ་པའི་ཆོས་སྦྱིན་ནུས་པ། དམ་པའི་ཆོས་སྟོན་ནུས་པ་ཡིན་ན། ཨ་ནི་དེ་ལ་ཁོ་རང་ག་རེ་དགོས་ནས་སྤྲད་ཀྱི་ཡིན་ལབ་བྱས། ད་བློན་པོ་ནང་ལ་བཀར་བཏགས་སོ་སུས་འདོད། བློན་པོ་ལ་མ་གཏོགས་ཁྱབ་བསྒྲགས་བྱས་པ་རེད་ཡང་ན་བཀའ་བཏང་བ་རེད་ཟེར་ཡ་འགྲོ་ཐལ་བ་ཡང་ན་བཀའ་སྤེལ་བ་རེད་ཟེར་ཡ་འགྲོ་དང་བཀའ་བཙལ་བ་རེད་ཟེར་ཡ་འགྲོ་འོ་ད་དེ་འདྲ་རེད་རེད་ད་ཡིན་ནའི་ཁོ་རྒྱལ་པོས་ལབ་ས་དོན་ཁོ་བས་དེ་ད་ཁ་རང་གང་ལ་གཏན་འཁེལ་འགྲོ་གི་ཡོད་རོ་བ་འོ་དེ་འདྲ་ཡིན་པ་ཟ་ཡ་ནི་ཁྲིམས་བསྒྲགས་ཟེར་བ་ཆ་ཆག་ཡིན་ས་རོ་བ་འོ་ད་དེ་འདྲ་ཅི་ལ་ཡ་བཀར་བཏགས་པའམ་ཁྲིམས་བསྒྲགས་ཟེར་བ་བེད་སྤྱོད་བཏང་སྟངས་དེ་འདྲ་ཡིན་པ་རེད་ད་དེ་ནས་སྐུང་པ་ནས་བསད་པ་དུ་བ་སྐུང་པ་དང་བསད་པ་གཉིས་དོན་དག་གཅིག་པ་རེད་ཡིན་ན་ཡང་ང་ཚོས་སྐུང་པ་དེ་ཕྱོགས་གཅིག་ནས། ཁར་ས་དེ་དེ་ལ་འདང་སྙིང་རེད་གསུངས་ཡོད་རེད་བ་ཕྱོགས་གཅིག་ནས་ཡང་ང་ཚོའི་སྐུམ་པ་དེ་ཞེ་ས་ལ་ཡང་བེད་སྤྱོད་གཏང་དགོས་ཡོད་རེད་དཔེར་ན་རྒྱལ་པོ་སྐུམ་བློན་པོ་སྐུམ་ཕ་སྐུམ་མ་སྐུམས་ལ་གི་རེད་མ་གཏོགས། ད་ཕག་སེར་མ་སེར་ད་ལ་གི་རེད་བ་ཡིན་ནའི་ཞེ་ས་ཆེ་བའི་སྐབས་ལ་ཕ་སྐུམ་མ་སྐུམ་དགྲ་བཅོམ་པ་སྐུམ་རྒྱལ་པོ་སྐུམ་བློན་པོ་སྐུམ། ཨོ་ཨ་ནས་བླ་མ་སྤྲུལ་པའི་སྐུ་སྐུམས་ལ་གི་རེད་མ་གཏོགས་བླ་མ་སྤྲུལ་པའི་སྐུ་སད་སད་འདྲེ་ལ་གི་མ་རེད་བ།

སྐུ་འབའ་སི་ཡ་དེ་བསད་པ་ཡིན་པས་བསད་པའི་མདའ་སྙིང་ཡིན་པ་གང་ཅི་ལ་བེད་སྤྱོད་བཏང་དོན་ཞེ་སའི་ཚུལ་དུ་བཏང་གི་རེད་སྟབས་མང་ཆེ་དེ་ཡང་ག་ཤེད་ཡང་ཞེ་ས་མེད་མཁན་དེ་རེད་འདུག་ཡག་འདུག་དཔེ་ཆ་ཞིག་ན་ཡོང་གི་དེ་འདྲས་འདུག་ཨ། མཁར་ས་དེ། འདོད་པའི་མེ་ནི་འདོད་པའི་མེ་ནི་རྦད་དེ་ཞོན་རྦད་དེ་ཞོམ་འདོད་པ་སྐུམ་པ་འདོད་པ་མ་སྐུམ་པ་ལ་ནི་མྱ་ངན་བལྟས་པ་ཤིན་ཏུ་རིངས་ལབ་ཅེས།

དུས་སྙིགས་མ་ཟླ་གུ་ཡོར་བ། ཨོ་ད་ག་ནང་བཞིན་ང་རང་ཚོ་ཕྱག་ཚོང་ཁང་དེ་བ་རྒྱ་གར་ཕྱག་ཚོང་ཁང་ཤོག་ཁའི་སྔ་བོ་སྔ་བོ་དེ་མ་ཕྱག་ཚོང་ཁང་ཆིག་མདའ། ཁོ་ཚོའི་ཕྱག་སྲོལ་ཚགས་ཀྱི་ཕྱག་དེ་ཤིན་པོ་ཞིབ་ཆོས་ཕྱག་སྔ་མོ་དངོས་གནས་ཐོ་ནས། ཕྱག་དེ་ཐུང་ན་ཐུང་ཡིན་ཨང་བསམ་བསམ་རེ་བྱས། ད་ད་ག་རང་གི་ཕྱག་དེ་ཁོ་ཚོས་མ་མུ་མཐུད་ནས་གནོད་སྐྱོན་གཅིག་རང་ལ་བཀོལ་བརྗེ་པོ་མ་རྒྱབ་ནས་ཁྱུ་ནས་བརྗེ་པོ་མ་རྒྱབ་བཀོལ་བྱས་ཏེ་ཨ་ནི་ག་བཤད་ད་དགོངས་དག་ཆོས་ཚུལ་མགུ་བ་བ་བསྡད་ཀི་འདུག་ཨ་ནི་དགོངས་དག་ཆོས་ཚུལ་མགུ་བ་ཕྱག་རྫོགས་ཕྱག་རྫོགས་ག་ལྷག་མོ་དེ་བ། ཨ་ནི་བྱ་ཐུང་ག་རྒྱུ་དང་རྟ་བྱ་ཀོ་ནའི་བྱ་ཕོ་ཡོ་གི་ག་སི་དའི་ཤི་བཤིས་དེ་འདྲས་བརྫུས་ཡོང་ཨ་ནི་བྱ་སྐྱུར་མོ་དྲག་པོ་དོ་གཉིས་ཤི་བ་ཅོ་རེ་བྱ་དེ་མདོག་དེ་ཡག་པོ་མེད་གལ་ཆེ་འོ་ད་དེ་དུས་ཨ་ནི་བྱ་སྙིགས་བྱ་སྙིགས་རེད་དེ་རོ་བ་ད་ག་ན་ཤི་ང་ཚོ་ཚོང་རྒྱབ་དུས་ཙ་ནའི་ཚོང་ཟླ་བ་གསུམ་རྒྱབ་ནས་ང་རང་ཚོ་དུས་བ་ཚོང་བོད་བོད་པའི་སོ་དྲག་ཚོང་མཁན་དེ་ཚོ་ཡིན་པ་ཡིན་ན།

ཆང་བཙོས་ནས་ཨཱ་ནི་ཆང་དང་པོ་བཟའ་དང་པོ་བརྒྱབ་ཆང་བཟའ་གཉིས་པ་བརྒྱབ་བྱས་ཏེ་ཨཱ་ནི་ཐ་མ་ཐ་མ་སྟེ་སིང་གུ་སི་ད་རུང་འདི་ནས་ཨཱ་ནི་རྗེས་ལ་འབངས་མ་ལྷག་མ་ཆོ་མེད་ཀྱི་སྙིགས་རོ་སྦྱོར་རོ། ད་དེ་ལས་གཙོ་བོ་དང་དག་ནམ་རྒྱུན་སྨན་ལ་བེད་སྤྱོད་གཏང་གི་འདུག་སྨན་ལ་སྨན་འདྲ་བོ་ཅིག་ཕ་རིགས་འདི་ནི་ང་ཚོས་ད་སྔོན་གྱི་སྨན་མང་ཆེ་རྩ་སྨན་རེད་འདུག་རྒྱ་གར་དང་བོད་དང་རྒྱ་ནག་ཚང་མས་རྩ་སྨན་ཀྱང་རྒྱག་བེད་སྤྱོད་བྱེད་ཀྱི་འདུག་ཨཱ། ཁ་ཟ་ཁོང་ཚོས་འདི་ལ་གི་རོ། ཁ་ཟ།

མའི་བསྐོས་ཏེ་བོར་བ་ཡིན་ན། ཨ་ནི། དེ་སྙེད་ཡི་ལས་སླ་པོ་ཡོད་རེད་ལ། ར་ཡ་ཡི་ལས་སླ་པོ་ཡོད་རེད་ཨ་ནི། ཆོས་འདུལ་བ་ལ་རབ་ཏུ་གནས་པ་ཡང་རེད་སེ་འབྲི་ཡོང་གི་འདུག་ཨ། བསྐུས་ཏེ་བོར་བ་བླངས་བ་ཡིན་ན། ལབ་ཙེ་རོ། སྨན་གྱི་ནང་ན་བསྐུས་ཏེ་བོར་བ་ནི་རུང་བ། སྙེད་ཀྱང་སླ། རུང་བ། སྙེད་ཀྱང་སླ་སྟེ། ལབ་ཙེ། རུང་བ་ཡི་རེད་ལ་སྙེད་ཀྱང་སླ་པོ་རེད་ར་ཡི་ལས་ར་ཡ་ལས་སླ་པོ་ཡོད་རེད་སོ་འདི་འདྲ་ཡོང་གི་འདུག་ཨ། ཡིན་འདུག་ཟེར་ད་དེ་ནས་དཀོན་པ་ནས་ཁྲོ་བ་ཟེར་ད་དཀོན་པ་ཟེར་ན་ཁྲོ་བ་རླུང་ལངས་པའི་དོན་དག་རོ་ད་དེའི་དབུ་མ་བྱུག་པའི་ནང་ལས་སླ་པོ་ཞིག་རག་རེད་གང་ཚོད་དབུ་མ་བྱུག་པའི་ནང་འདི་བརྗོད་པ་རྩ་བ་ཅན་གནོད་པ་བྱེད་པའི་གལ་ཏེ་དེ་རིགས་དཀོན་ན་དེ་ལ་དཀོན་པས་བྱས་ཟིན་ལྡོག་གམ་ཅི་དེ་ཕྱིར་དེ་ཕྱིར་ནི་དེ་རིགས་དཀོན་ངེས་པར་དེ་དོན་མེད་འཇིག་རྟེན་ཕ་རོལ་ཏུ་ཡང་རྒལ་བར་འགྱུར་ལབ་ཅེས་ད་དེ་བཟོད་པ་སྒོམ་ཡག་ལ་ཚིག་དེ་ཡག་པོ་ཞེ་བ་ཅི་རེད་ད་དངོས་གནས་དྲ་གནས་སྐོར་རང་གཅིག་ནམ་རྒྱུན་དཀའ་ངལ་འདི་འཕྲད་འགྱོད་སེམས་སྐྱེས་འདྲ་མ་འདྲ་བྱེད་ཡང་ན་སྡེ་བའི་ནང་གནས་ཚུལ་འདོགས་འཇགས་བྱུང་ན་སྡེ་གི་ནང་ལ་སེམས་ཁྲལ་དང་སྡུག་བསྔལ་མེད་པ་བཟོ་ཡང་ན་སྤྱོད་འཇུག་གི་གལ་ཏེ་སྤྱོད་སོ་ཡོད་ན་དེ་ལ་མེད་དགག་བྱས་ཅི་ག་ཏེ་སྤྱོད་སོ་མེད་ན་འདི་དེ་ག་མེད་དགག་བྱ་ཅི་ཡོད་ཟེར་གྱི་རེད་བ། འདི་དང་གཅིག་བྱས་ད་དེ་ནས་གཅིག་གི་མིག་གི་ཞེན་པག་གི་གཅིག་འདྲ་འདོགས་འཇགས་དེ་འདྲའི་ལབ་སོ་ན་ཁོང་ཁྲོ་ལངས་ཡག་གི་ཚིག་པ་ལངས་ཡག་གི་དག་ཚིག་དེ་འདྲའི་ལབ་སོ་ན། ཨོ། ད་དེ་ལས་ཡང་འཁོན་འཛིན་མ་བྱེད་ཡག་གི་ད་འཁོན་འཛིན་སེམས་ཀྱི་ནང་ལ་ད་ག་དུག་རུས་བརྒྱབ་བསྡད་པ་མ་ཡིན་ཅེས་དོན་དམ་གྱི་བསམ་བློ་བཏང་ནས་རྒྱུ་མཚན་དང་ལྡན་པའི་སྒོ་ནས་བཟོད་པ་བྱེད་ཡག་ལ་ད་ཚིག་དེ་ཕན་པོ་ཞུ་ཕྱིར་རོ་ཨ། ཅུང་ཁ་སར་དབུ་མ་འཇུག་པའི་ཚིག་དེ། གནོད་པ་བྱས་པས་གལ་ཏེ་དེར་དཀོན་ན། ངས་ད་ལྟ་དཀོན་གྱི་འགྲེལ་བཤད་རྒྱབ་གོ། ད་དཀོན་གྱི་དཔེར་བརྗོད་ཕ་གའི་དཀོན་སྐོར་རང་ཚིག། ཐེངས་ཁ་ཤས་སྦྱོང་བསྡད་ཀྱི་འདུག་ཨ། བྱས་ཙང་ངས། ཕ་ཁ་བརྡས་བཅར་གྱི་ཡོད་ངས་ལན་སློག་གི་ཡོད་གར་ཆེན་ལན་སློག་གི་ཡོད་ལབ་ན་ཨེ་ང་ཚོ་གནོད་པ་བྱས་སོ་ལབ་རོགས་ཨ་གནོད་པ་བྱས་པས་རྒྱུ་མཚན་བགྲང་བྱས་གལ་ཏེ་དེར་བཀོད་ན་དེའི་དབང་གིས་གལ་ཏེ་ཁྱེད་ཕ་མི་ལ་ཡང་ཁ་ལན་སློག་གི་ཡོད་ན་འདྲ་བཤད་ལེན་གི་ཡོད་ན་རོགས་ཨ་ལས་ལན་འཇལ་གི་ཡོད་ན་ཨེ་ནི་དེ་ལ་དཀོན་པའི་བྱས་ཚིག་འདོག་གམ་ཅིས་ཁོ་ལ་ཕ་འདྲ་བཤད་སློག་པ་དེ་སྔས་མ་ཁྱེད་རང་ཚོ་གྱོང་དང་གྱོ་དཔལ་འབྱོར་གྱི་གྱོང་དང་གྱོ་ཐོང་ཐོང་ལ་གནོད་པ་བྱས་ཨ་གོ་གནས་ལ་གནོད་པ་བྱས་ཨ་ད་དེ་འདྲ་ག་རེ་ཡིན་ན་ཡོང་གི་རོགས་ཨ།

དེའི་ཕྱིར་དེའི་ཕྱིར་དེར་དཀོན་ངེས་པར་དེ་དོན་མེད་དེ་འདྲའི་སོང་ཙང་ཚུར་གནོད་པ་བཏང་ངན་དེ་ལ་ཕར་གནོད་པ་བྱས་ཤེ་ན་དེ་ལ་ཡང་ངེས་པར་འདིར་དོན་མེད་ཕྱིན་ཚེ་དེ་ལ་ཡང་དོན་དག་ཁྱོན་ནས་ཡོད་མ་རེད་དགོས་པ་ཁྱོན་ནས་ཡོད་མ་རེད་སྙིང་པོ་ཡོད་མ་རེད་ལབ་བྱས་གང་ཟེར་ན་བྱས་ཟིན་དེ་ལྡོག་ཡ་ཡོད་མ་རེད་བ་བྱས་ཟིན་དེ་ལྡོག་ཡ་མེད་ན་ངེས་པར་དེར་དོན་མེད་ལྟ་ཚེ་དེ་ལ་ཡང་འདིར་འདིར་ངེས་པར་དེར་དོན་མེད་པ་ཏན་ཏན་ངེས་པར་ཕན་ཐོགས་ཁྱོན་ནས་མེད་པ་ནང་བཞིན་འཇིག་རྟེན་ཕ་རོལ་དུ་ཡང་འགལ་བར་འགྱུར་ཡང་བསྐྱར། ཚུར་གནོད་པ་གཅིག་བྱས་ཕར་གནོད་པ་གཅིག་བྱས་ཕར་དུ་གནོད་པ་བསྐྱེད་རེས་བཏང་བའི་ལས་ངན་པའི་དབང་གིས་སྐྱེ་བ་ཕྱི་མར་ཡང་ཡང་བསྐྱར་གནོད་པ་བསྐྱེད་རེས་ཀྱིས་ད་ལས་དེ་བསགས་ཡོད་པ་སོང་ཙང་འབྲས་བུ་མི་ཡོང་གི་རེད་འཇིག་རྟེན་ཕ་རོལ་ཏུ་ཡང་འགལ་བར་གྱུར་སོ་ད་འདིའི་ནང་གི་དཔེ་ད་ག་རང་གི་འགྲིག་ད་གོ་ད་ཆོས་དཀོན་པ་ཟེར་དུས་གཞན་ལ་དཀོན་པས་ཅི་ཞིག་བྱ་ཟེར་ཏེ་རོ། རང་ལ་དཀོན་པའི་ཡོན་ཏན་བསྒྲུབ་གཞན་ལ་དཀོན་པས་ཅི་ཞིག་བྱ་ཟེར་རོ་ད། འདི་འདྲ་བ་སོ་སོ་ལ་དགོས་ཡག་གི་ཡོན་ཏན་དེ་བསྒྲུབ་དགོས་གོ་རེད་མི་ལ་ཡང་ཕྲག་དོག་བྱེད་འགྲན་སེམས་བྱེད་གནོད་སེམས་བྱེད་དེ་འདྲ་བྱས་ན་ཕན་ཐོག་ག་རེ་ཡོད་རེད་ཨོ་ད་དེ་འདྲའི་ལམ་ན་འགྲིག་གི་ཡོད་ད། ཟས་གཙང་དཀོན་པ་དེ་ཁྲོ་བ་ཟེར་དོ། རླུང་བླངས་པ། འོ་དེ་རེ་གཞན་ལ་དཀོན་པ་ཟེར་ན་གཞན་ལ་ཁྲོ་བས་ཅི་ཞིག་ཕན། ཟེར་བ། གནོད་པ་བྱེད་པའི་གལ་ཏེ་དེར་དཀོན་ན་ཟེར་ན་གནོད་པ་བྱེད་པའི་གལ་ཏེ་དེར་ཁྲོ་ན། དེ་ལ་ཁྲོས་པའི་བྱད་ཟིན་བཟློག་གམ་ཅི་ཟེར་གི་དཀོན་དཀོན་གི་ས་ཆ་དེ་ལ་ཁྲོ་ཁྲོ་ལྷུ་ཞེ་ན་ཏག་ཏག་དོན་དག་གཅིག་པ་བསྡད་ཀྱི་རེད་བ། འདུག་བྱེད།

ང་རང་ཚོ་སྤྱི་ཡོངས་ཀྱི་ཆ་ནས་ཨ་ནེ་སྤྱི་འཐུས་སྐྲབས་བཀའ་བློན་སྐྲབས་སྲིད་སྐྱོང་སྐྲབས་ལབ་བཞག་ན་འགྲིག་གི་ཡོད་རེད་སྐྲབས་བ་སོ་དེ་མང་པོའི་ནང་ནས་འདེམས་སྒྲུག་བྱས་པའི་དེ་འདྲ་རེད་བ། འོ་དེ་རེད་བྱས་ཙང་དེ་ལ་ཡང་མི་ཕམ་རུམ་བྱེད་མཁན་ད་ལྟ་ལབ་བཞག་དེ་ཡོད་རེད་བ། ས་གཞི་སྐྱོང་བའི་རྒྱལ། འོ་མི་ཕམ་བྱུང་མི་ཕམ། ཀྱི་ས་གཞི་སྐྱོང་བའི་རྒྱལ་རྒྱལ་པོ་ལུགས་ཀྱི་བསྟན་བཅོས་ས་གཞི་སྐྱོང་བའི་རྒྱལ་རྣམས་ལ་མི་ཡི་བདག་པོས་ལས་བྱེད་རྣམས་གང་ཡང་རུང་བའི་མེ་ལྕོག་གི་མདོ་ལས་གསེར་དང་སྐྲབས་ནས་སུ་ཡོན་ཏན་ལྡན་པ་བཞག་པར་བྱ་ཞེས་འོང་གི་འདུག་བ། མི་ཡི་རྒྱལ་པོས་ལས་བྱེད་རྣམས་མི་ཡི་རྒྱལ་པོ་དེ་མི་ཡི་བདག་པོ་མི་ཡི་བདག་པོ་དེ་མི་ཡི་རྒྱལ་པོས་ལས་བྱེད་རྣམས་སུ་ལས་སོ་སོའི་བར་ལྟར་འཛིན་སྐྱོང་ལས་ཀ་བྱེད་ངན་ལེན་གྱིས་གང་ཡང་རུང་བའི་མི་ཆོག་དེས་རོ་ཨ་གང་ཡོད་གང་རག་རག་དང་གང་ཐོབ་ཐོབ་ཀྱིས་འགྲིག་ཡ་ཡོད་མ་རེད་དེ་འདྲས་སུ་ན་མདོ་ལས་གསེར་རྣམས་གསེར་ལྟར་རོ་ཨ། མདོ་ལས་གསེར་ལྟར་བཀྲམ་ནས་སོ་སེར་མདོའི་དཀྱིལ་ནས་གསེར་ཚུལ་འབྲུག་པ་ནང་བཞིན་བྱས་ནས་ཡོན་ཏན་ལྡན་པར་བཞག་པར་བྱ། ཧ་རེ། མདོ་ལས་གསེར་ལྟར་བཀྲམ་ནས་སུ། བཀྲམ་ནས་སོ་ཚུལ་བསྡམས་ནས་ཨ་ནི་ཡོན་ཏན་གང་ལ་ཡོན་ཏན་ལྡན་པ་དེ་བསྐྱེད། ཨ་ནི། ད་ཡོན་ཏན་ལ་ཡོན་ཏན་མང་པོ་ཡོད་རོ་བ་དེ་ལ་དྲང་པོའི་ཡོན་ཏན་ལྷག་བསམ་དང། ཨ་ནི་རྣམ་དཔྱོད་དང། རོ་བ་འོ་ད་དེ་འདྲའི་ཡོན་ཏན་དང་ལྡན་པ་དེ་བསྐྱེད་བཤགས་པ་མཆིས་ཤོག། འོ་དེ་འདྲ་ཡོང་གི་འདུག་བ། འདུག་སེ།

བཀྲིས་པའམ་དྲངས་བའི་དོན་དག་དེ་གང་དག། དྲངས་སོང་བའི་དོན་དག་བདེ་བའི་ས་ལ་དྲངས་པའི་དོན་དག། དག་དེ་ནས་སྐྱིན་ཚི་ནི་མཁར་དོ་སྐྱིན་མན་ས་དོ་སྐྱིན་ཚི་དང་སྐྱིན་མན་ས་ཡ་དེ་སྨད་ཀྱི་མིང་ལ་གོ་དགོ་དོ་ད་ཡིན་ནའི་སྨད་བྱེ་བྲག་གང་འདྲ་ཅི་ལ་གོ་དགོ་ཡོད་མེད་དང་ད་གསོ་བ་རིག་པའི་ནང་ལ་ཐེབས་ཀྱི་ནང་ལ་ངས་འདི་བར་ལ་གསོ་བ་རིག་པའི།

རོ། སྨན། བྱས་ཙང་ཨོ་ཤི་ཐི་ལ་དེ་སྨན་དང་རྩི་གཉིས་ཏེ་དོན་དག་གཅིག་པར་བ། ད་འདིའི་སྒང་ལ་རྐྱེན་སྦྱར་སྤྲོད་ཅིག་བྱེད་ན་དོན་དག་པྲི་ཏི་ཨ་སེ་རྐྱེན་སྦྱར་སྤྲོད་ཅིག་བྱེད་ན་དོན་དག་སྨན། ཤི་དང། མ་འདྲ་ཡང་དོན་དག་ཏས་ལོགས་སུ་ཡོད་དང་མེད་དག་ད་ལྟ་རྩད་གཅོད་བྱེད་རྒྱུ་རེད་ཤག་ཡིན་ནས་ཁོ་ཡོངས་གྲགས་ནམ་འགྱུར་ཆ་པའི་ནང་ལ་རག་གི་མེད་པ་སོང་ལག་ལེན་ལ་རག་གི་མེད་པ་སོང་ཏས། འདི་འདུག་ཁར་ས་དེ་བདེ་པོ་མི་འདུག། ཁ་ཚོན་ཅན་ངས་ལབ་ཐུབ་ཡ་ཁག་པོ་འདུག། མ་གཏོགས་གཞུང་དེ་ཚོའི་ནང་ལ་ང་རང་ཚོའི་བཀའ་འགྱུར་བསྟན་འགྱུར་སོགས་གཞུང་དེ་ཚོའི་ནང་ལ་དེ་དུ་དང་བསྙུན་གྱིས་རྐྱེན་དང་རྩིས་དང་ལམ་ཁ་ཁ་ཡི་བེད་སྤྱོད་བཏང་ཤག་བསྙུན་གྱིས་བསྙུན་བསྙུན་གྱིས་ན next སྒོར་རོགས་བསྙུན་གྱིས་རྐྱེན་དང་རྩིས་དང་ཡོ་བྱད་མང་པོ་དང། ལབ་ཡ་དེ་འདྲའི་འདྲ་པོ་དང་ད་ག་ན་ཤིང། ནས་ཀྱིས་རྐྱེན་རྩིས་དང་ནས་ཀྱིས་ཡོ་བྱད། ཁར་སང་ནད་ཀྱི་སྐྱིན་ཚུལ་དང་ཡོ་བྱད་འདོད་པ་རྣམས་ལ་ཟེར་རོ། ནད་ཀྱི་སྐྱིན་ཚུལ་དང་ཡོ་བྱད་བགོ་མཁན་ཚོ་ལ་ཟེར་ཡོད་རོ། བདག་ན་ཤིང་རྩི་དང་ཡོ་བྱད་སྦྱིན་པར་བྱའོ་ཟེར་རོ། འོ་ད་དེ་འདྲས་ཡོང་གི་འདུག་བྱས་ཙང་སྐྱིན་ཚིལ་དང། ནི་ཁར་སང་སྐྱིན་སྨན་ཟེར་བའི་སྐབས་ལ། སྐྱིན་ཟེར་ཏེ། དོན་དག་མཚམས་མཚམས་ལ་མ་འདྲ་ཅིག་མི་གདའ་ཁོ་སྦྱར་དུས་དོན་དག་མ་འདྲ་ཅིག་མི་གདའ་བསམ་བསམ་ཞིག་དྲན་གི་འདུག་ཡིན་ནའི་གདའ་ངས་ད་ལྟ་རྩད་གཅོད་ད་རུང་ཞིབ་པར་རྩད་གཅོད་བྱས་ན་མ་གཏོགས་ད་ལྟ་རགས་པ་རྩད་གཅོད་བྱས་ནི་དེ་མ་གཏོགས་དམིགས་བསལ་གན་རྙེད་མ་སོང། ད་ཡིན་ནས་རྩི་དང་སྨན་གཉིས་དེ། དོན་དག་གཅིག་པ་ཡིན་པས། དོན་དག་གཅིག་པར་འཇུག་པའི་སྐབས་མང་པོ་ཡོད་ས་རེད་དཔེར་ན་ང་ཚོའི་སྨན་གྱི་ནང་ལ་བདུད་རྩི་ཟེར་སྦྱོར་བ་ང་ཚོས་བདུད་རྩི་ཟེར་ནམ་རྒྱུན་བདུད་རྩི་ལབ་སྤྱོད་ཟེར་ནི་དཔེ་དེ་ལྷ་ཡུལ་གྱི། ནས་ལྷ་ཚོས་མཛོད་ཀྱི་བཏུང་བ་ཅིག་རེད་ལབ་སྦྱོར་བ་ཨམ་རིད་ལབ་སྤྱད་ནི་བདུད་རྩི་ལབ་སྟེ།

ཞོ་ཉལ་ཡིན་ན་འོ་མའི་ནང་ལ་སྐྱུར་མོ་ཏས་བླུག་ན་ནི་གོ་ཞོ་ཆག་འགྲོ་གི་རོ་འོ་མ་དྲོད་དུམ་དུམ་ཅིག་གི་ནང་ལ་ཨ་ནི་ནིམ་བུ་བླུག་གི་ནས་འདྲ་ཡང་ང་ཚོས་ཆུ་དེ་འདྲས་བླུག་གི་ནས་འདྲ་ཡང་མིན་ན་ཞོ་ཁོ་རང་བླུག་གི་ནས་འདྲ་གཅིག་ཉུང་ཉུང་བླུག་བྱས་དཀྲུག་དཀྲུག་དྭངས་པ་ཨ་ནི། རྣམ་ཤེས་ཚ་བོ་ཡོད་ན་གན་གཡོག་མ་རེད་རྣམ་ཤེས་གྲང་མོ་ཡོད་ན་ཨ་ནི་གཅིག་གི་ག་ཚོད་དེ་ཉལ་བྱས་འདྲ་བ་ཅིག་གཡོག་ནས་སྡིག་ངར་འདྲ་བ་ཅིག་གཡོག་ནས་བཞག་བཞག་ན་ཨ་ནི་གོ་ཆོད་ཚོད་ཅིག་བཙལ་ནས།

ད་ག་ནང་བཞིན་ང་ཚོའི་ཁང་པ་དང་ཁང་པའི་གི་གཅིག་གི་ལྕགས་དང་དེ་ཚོ་ལ་ཨ་ནི་དཀར་པོ་བཟོ་ཡ་ཡ་ན་བདག་ཉིད་དཀར་པོ་ཡིན་ན་ད་ལོ་ནག་པོ་རང་བཞིན་བཏང་ཡ་དེ་འདྲས་བཏང་ཡ་གི་དེ་ལ་དཀར་རག་དང་དེ་ཚོ་བཏང་ཡ་དེ་ལ་ཡང་ཁང་པ་ལ་རྩི་བཏང་གི་ཡོག་རེད་ལྕགས་ལ་ལྕགས་རྩི་བཏང་གི་ཡོག་རེད་ཟེར་ལ་རོ་ཨ་ནི་ད་ལྟ་ང་རང་ཚོའི་རླངས་འཁོར་དེ་ཚོ་ཚང་མ་ལ་ལ་ཡ་ག་ཤེད་དཀར་པོ་ག་ཤེད་ནག་པོ་ག་ཤེད་སྔོན་པོ་ག་ཤེད་གཅིག་གི་སེར་པོ་འདྲ་པོ་འདྲ་མ་འདྲ་འདུག་ཨ་དེ་ཚང་ཁོ་ལ་རྩི་དཀར་པོ་བཏང་བཞག་རྩི་ནག་པོ་བཏང་བཞག་གང་ལྟར་ཁོ་བྱུག་སོང་ན་ཕ་གི་དེ་འགྱུར་བ་འགྲོ་གི་འདུག་ཨ་དེ་འདྲའི་ཆེ་ལ་རྩི་བཟི་གི་ཡོད་པ་འདྲ་པོ་ཡོད་རེད་བ། ད་དེ་འདྲའི་རྩི་ཡིན་དུས་རྩ་ནས་བདུད་རྩི་ཡིན་ན་ནི་བདུད་རྩི་ཡིན་ན་ཨ་ནི་རག་གབ་ད་ཀ་ད་རྐྱང་རྐྱེན་རྐྱེན་བཟས་དེ་དེ་འདྲའི་རག་བྱེད་རེད་བ། དེ་འདྲའི་འགྱུར་བ་བཏང་ངེས་ཆེ་ལ་རྐྱེན་བཟི་གི་ཡོད་རེད་བ་ནམ་རྒྱུན་རེད་བ་སངས་ཀི་ན་ལ་པིར་ཏི་ཡ་ཚང་མ་ལོ་ཨ་ནི་རྩ་བའི་ཁྱིམ་ལ་བཞུགས་དུས་ཨ་ནི་གནམ་ཡིག་དང་པོའི་རྐྱེན་བྱ་དུས་བྱེད་པ་པོ་ཆགས་གནམ་ཡིག་གཉིས་པའི་རྐྱེན་བྱ་དུས་བྱ་བའི་ཡུལ་ཆགས་གནམ་ཡིག་གསུམ་པའི་རྐྱེན་བྱ་དུས་ཡང་བསྐྱར་བྱེད་པ་པོ་ད་བྱེད་ཨ་ནི་བྱེད་པ་ཆགས། ཨ་ནེ་རྣམ་པའི་བཞི་པ་སྦྱར་དུས་འགོད་པའི་ཡུལ་ཆགས་འདུག་ཚན་ཚིག་དེ་ལ་འགྱུར་བ་གཏང་མཁན་དེ་རྐྱེན་གྱིས་སྦྱར་གི་ཡོད་རེད་དེ་འདྲའི་ཡིན་དུས་སྐྱིན་ཚིག་དང་སྐྱིན་མའི་ཟེར་དུས་སྨན་རང་ལ་གོ་གི་ཡོད་པ་འདྲ་པོ་ཅི་ཡོད་རེད། འོ་འདུག་བྱས་ནས་ད་ང་རས་ད་ལྟ་ཚོད་དཔག་བྱས་ནས་ལབ་ཡག་འགྲོ་ཅི་རེད་འོ་དེ་འདྲའི་ཆེ་མ་གཏོགས་མི་འདུག་ད་འདིའི་འོག་ལ། སྐ་རགས་ཕུ་གུ་ཅན་ལབ་ད་སྐ་རགས་ཕུ་གུ་ཅན་ལབ་ན་སྐ་རགས་རྒྱན་ཅན་སྐ་རགས་རྒྱན་ཡོད་ངེས་འདུག་བ་ད་ཡིན་ན་འདི་བཙལ་ན་ང་ལ་ད་ལྟ་བར་དུ་ཡག་པོ་རྙེད་མ་སོང་གང་ལྟར། སྐེ་རགས་ཡིན་པ་གང་ཡིན་སྐ་རགས་དང་སྐེ་རགས་གཉིས་དོན་དག་གཅིག་པ་རེད་ག་རགས་ཚོ་སྐེད་པ་ལ་ཆུ་བ་སོགས་པ་འདི་འདྲ་བཅིངས་དུས་འདི་འདྲའི་སྐེ་རགས་ཡོད་རེད་བ། ད་སྐེ་རགས་ལ་བོད་ནང་ལས་ང་རགས་ཚོ་དམིགས་བསལ་མདོ་སྟོད་སྨད་གཉིས་ཀྱི་ལྟེ་བར་སྐེ་རགས་ལ་ཡ་གཅིག་བཅིངས་ཡོང་གི་འདུག་བ། གར་ས་དེ་རྒྱན་ཆ་འདྲ་བཏགས་ཡོང་གི་འདུག་བ་གསེར་གྱི་འོག་པགས་ཅན་ས་འདྲ་ཡོང་གི་རེད་བ་ང་ཚོ། ཨོ། ད་ནང་བཞིན་ད་རྒྱ་གར་དེ་བ་ལས་ངན་པ་དེ་འདྲ་བཅིངས་སྲོལ་ཡོད་ས་རེད། བྱས་ཙང་སྐེ་རགས་ལ་ཡ་སྐེ་རགས་ཀྱི་སྒང་ལ་རྒྱན་ཆ་དང་བཅས་པ་དེ་འདྲ་ཡིན་ན་ཨ་ནི་སྐེ་རགས་ཕུག་གུ་ཅན་ལག་པོ་ཡོད་ས་རེད།

ཁོ་རང་གི་རྒྱལ་སྲིད་དང་ཆུང་མ་དང་བཅས་པ་ཡུ་དྷི་ཤི་ཏྲར་གྱིས་རྦད་དེ་འདོ་རོ་པ་ཏིའི་རྒྱན་ལ་བཙུགས་བཞག་གི་ཡོད་པ། ཨོ་ད་འདི་འདྲའི་གི་ཀུ་ཏུ་མདའ་འོ་མདའ་འོ་མེ་ལ་ག་ན་ལགས་འགྲོ་ཨ་མདའ་འོ། ཨོ་འདི་ལ་ཨ་ནི་བོད་སྐད་དུ་ལོ་ལྐུགས་གམ་རྒྱན་ལ་གོ་བ་རེད། བྱས་ཙང་ལྐུགས་སུ་བཙུགས་པ་སོགས་རྒྱན་དུ་བཙུགས་པ་ཟེར། ཨོ་འདུག་ལ་གོ་བ་རེད།

ཐབ་ཀའི་རྒྱུ་རྫས་ཀྱིས་འཕེན་པ་བཅས་རྒྱལ་སྲིད་ནས་བདག་ཉིད་ཀྱི་བར་དུ་བཀུགས་སུ་ཤོར་བས། བཀུགས་སུ་བཙུགས་ནས་ཤོར་ནས་རྒྱན་ལ་བཙུགས་ནས་རྒྱན་དུ་རྒྱན་གྱི་ངོ་བོར་འཕགས་ཤོར་སོང་ན་མི་གཞན་པར་ཤོར་སོང་ན། རྒྱལ་སྲིད་ནས་བདག་ཉིད་ཀྱི་བར་དུ་ཚང་མ་རྒྱལ་སྲིད་ཤོར་དེ་ནས་སོ་སོ་བཙུགས་སོ་སོས་ཤོར། རྟ་སྔ་མོ་ཡིན་ན། རྒྱལ་པོ་དེ་ཚོ་འཕགས་ཚོགས་ཨི་འདྲས་བྱེད་པ་གང་ལ་སོ་སོ་ཤོར་སོང་ན་སོ་སོ་ཕོ་ཆོག་མེ་བཙའ་གཅིག་ཕོ་ཆོག་གི་གཡོག་པོ་ཆགས་འགྲོ་གི་ཡོད་རེད་བ་ཕོ་ཆོག་གི་དངོས་པོ་ཆགས་འགྲོ་དངོས་པོ་ཆགས་ཏེ་ཁོང་ཚོས་ད་མཚན་གཡོག་ལ་བེད་སྤྱོད་བཏང་ཞེས་ནས་བཏང་ཡ་ཡོད་རེད་བ་བྱས་ཙང་རྒྱལ་སྲིད་ནས་བདག་ཉིད་ཀྱི་བར་དུ་བཀུགས་སུ་ཤོར་བས། ལོ་བཅུ་གཉིས་ཀྱི་བར་དུ་ནགས་སུ་གནས་པར་བྱས་ཟེར་ད་དེ་འདི་རེད་ད། ཁ་ཁ་ཟེར་དེ་ཨ་མདའ་མག་པར་གྱི་སྒྲུང་འདི་རེད། ཨང་འདི་འདྲ་བོ། ཕ་གས། འདི་འདྲ་ནང་ལ་ཡོང་གི་འདུག་ཨ། རྩོམ་གྱི་ནང་ལ་ང་རང་ཚོས། ད་ཨ་ན་ཤིང་ཁྱིམ་དང་ཕྱི་རོལ། ཕྱི་རོལ་ན་ཅི་བདོག་པ་ཐམས་ཅད་ལྐུགས་སུ་བཙུགས་ནས་ཟས་ལྐུགས་སུ་ཁར་ཟས་ལྐུགས་སུ་ཡོད་ནས་ཤིན་ཏུ་དབུལ་བས་ལ་བྱས། སོ་སོའི་ཁང་པ་དང་ཁང་པའི་ཕྱི་ལོགས་ཡོད་པའི་དག་ས་ཤིང་དང་ནོར་དང་གཡག་དྲི་ལུག་ཡོངས་རྫོགས་ལྐུགས་སུ།